གསུང་བཤད་པ་གསུམ་པ་དེ་ཨན་གསེར་ཆས་དགེ་བཤེས་ལྷ་རམས་པ་བློ་བཟང་བསམ་གཏན་ལགས་ནས་ཨན་ནི་གསུང་བཤད་སྐར་མ་ཉི་ཤུ་དེ་གསུང་རོགས་གནང། ལྷ་དང་བཅས་པའི་འགྲོ་བ་ཡོངས་ཀྱི་མ་འདྲེས་པའི་མཛའ་བཤེས་ཆེན་པོ། ཁམས་གསུམ་ཆོས་ཀྱི་སྐྱེས་བུ ྋགོང་ས་ལྷ་མི་རྣམས་འདྲེན། སྐྱབས་དངོས་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་བརྩེའི་གཟིགས་པ་ཆེན་པོ་མཆོག་གིས། སྐུ་པར་སྟོང་གྲོགས་རིན་པོ་ཆེ་ལ་གུས་ཕྱག་སྔོན་དུ་བཏང་བའི་སྒོ་ནས། དེ་རིང་འདིར་ཕེབས་པའི་གདན་ས་ཆེན་པོ་འདི་ཡི་གན་ཚགས་རྣམ་པ་གཉིས་དང་ཆོས་སྡེ་ཆེན་པོ་བཀྲ་ཤིས་ལྷུན་པོའི་གན་ཚགས། དེའང་རྣམ་བཞིན་གྱི་ཁྲིམས་ཀྱི་བདག་པོ་དགེ་བསྐོས་རྣམ་པ་གསུམ་དང། གསུང་དབྱངས་ལྡན་པའི་ཆེན་མོ་ལ་རྣམ་པ། ཨ་ནེ། འདིའི་ཐོག་ལ་ཡང་ཆ་ཤས་གཙོ་བོ་ལེན་གིན། ཨ་ནེ། གདན་ས་གྲྭ་ཚང་ཁག་གི་སློབ་གཉེར་གྱི་རྣམ་པ། དེའང་ནང་བཞིན་གྱི་ཨ་ནེ། ཆ་ཤས་ལེན་གིན་ཕེབས་པའི་དགེ་བའི་བཤེས་གཉེན་རྣམ་པ་ཚང་མ་ལ་གུས་བཀུར་དང་གུས་ཕྱག་སྔོན་དུ་བཏང་བའི་སྒོ་ནས་འཚམས་འདྲི་ཞུ་གི་ཡོད། དེ་ནས་ད་ངེད་དགེ་བཤེས་ཡག་དེ་སྐར་མ་ཉི་ཤུ་ཡིན་ཙང་ནི་ནང་ཆ་ཚང་ལོག་ཡག་གི་དུས་ཚོད་ཡོང་གི་མི་འདུག་བརྗོད་བྱ་སྙིང་བསྡུས་ཤིག་ཞུ་ཡག་ཡིན། དེ་ཡང་ད་བྱུང་རིམ་དེ། ངེད་ཀྱི་གསར་བརྗེའི་དགུན་དྲོ་བ་འབྲི་བའི་ནུས་བ་རང་ཤུགས་ཡག་ནས་བར་ཆད་འབྲེག་པའི་བཟོ་འདྲ་ཡོང་གི་འདུག་དང་པོ་ད་ལྟེམ་འབྲིའི་དབང་གིས་ཆོས་ཞུགས་དེ་ཆ་ཚང་ཞུ་མ་གོ་བ་བྱས། འདུལ་བའི་སྒེར་གཅོད་པ་དང་མཐུན་པ་ཡིན་ཙང་དམ་ཆེས་ཐེམ་པ་ལ་གུས་ཕྱག་སྔོན་དུ་བཏང་བའི་སྒོ་ནས་གངས་ཅན་མགོན་པོ་ཕྱག་ན་པད་དཀར་འཆང་ལ་སོགས་བདག་སོགས་ལུས་དང་གྲིབ་མ་བརྒྱན་འགྲོགས་ནས་དུས་ཀུན་སྒྲོན་པའི་བཤེས་གཉེན་རྣམས་བསྙེངས་ནས་འདུལ་ཅིང་སེ་ཡ་དེ་ཆོས་ཞུགས་ཚུལ་དུ་བྱེད། ཨ་ནི་སྐྱེ་དགུའི་རྗེས་བཟུང་ཤོག་ཨོ་སེ་ཨ་དེ་སོ་སོ་རང་ཉིད་ནི་ཚེ་རབས་ཀུན་ཏུ་རྗེས་བཟུང་ཡག་གི་སྨོན་ལམ་འདྲ་བོ་ཅིག་བྱས་དེའི་རྗེས་ལ་ཨ་ནི་ཤོག་ལོ་ཀ་གཅིག་རྩོམ་པ་དམ་བཅའི་ཚུལ་འདྲ་བོ་ཞིག་བྲིས་ཡོད་དེ་ནས་ད་ལྟའི་འབྲི་བ་པོ་བ་དང་ཆོས་བརྒྱུད་གཉིས་འགྲོགས་ཟིན་པ་བྱས་འབྲི་བ་པོ་ཁོ་མདུན་སྡེ་བ་པོ་ཁོ་རང་རེད་པ་དེ་ནས་སྔོན་གླིང་འདྲ་བོ་དེ་ག་འདྲ་ཞིག་འདུག་ཟེར་བ་ཡིན་ན་ཨ་ནི་གྲྭ་ཚང་རིན་པོ་ཆེ་གི་སློབ་གཉེར་གྱི་རྣམ་པའི་གིས་ཟླ་བ་གཅིག་ཙམ་སྔོན་ལ་ཡང། རྒྱ་ཆེའི་འགན་འཛིན་ལྷན་ཚོགས་ཀྱི་བཀའ་དགོངས་ལྟར་ཨ་ནི་འདོད་པའི་ཆེད་བགྲོ་གླེང་ཞིག་འཚོགས་དགོས་ཀྱི་འདུག་ཨ་ནི་ཁྱེད་རང་གྲྭ་ཚང་གི་འདུལ་བའི་བཤད་ཚོའམ་འདུལ་བའི་རིག་བྱེད་གང་དེ་ཡིན་ཙང་དེ་ཆ་ཤས་ལེན་དགོས་ཀྱི་འདུག་གསུངས་པ་ནང་བཞིན་འོ་དེ་འདྲ་ཞིག་ཁས་བླངས་པ་ཡིན་ཞེས་ཞུ་ཡ་ཡིན། དེ་ནས་དེའི་འོག་ལ་ད་གལ་གནད་འདྲ་བོ་ཞིག་ཤེས་དགོས་ཀྱི་ཡོད་རེད། གལ་གནད་འདྲ་བོ་དེ་སོ་སོ་རང་ཉིད་ཀྱིས་གང་ཤེས་ཤེས་ཙམ་མ་ཡིན་པར། ཨ་ནེ་བར་ཆད་ཆོས་སྡེ་ཆེན་པོ་བཀྲ་ཤིས་ལྷུན་པོ་དང་གདན་ས་འདི་ཡི་གྲྭ་ཚང་ནི་རྒྱས་དཀྲུགས་བཞིའི་རབ་བྱུང་གི་གཞས་དང་ཆེ་ཆོས་ཀྱིན་ཐེབས་ཡིན་ས་རེད་ཨ་ནེ་ང་ལ་ཆེ་ཆོས་ཤིག་བཤད་རོགས་གྱིས་ཟེར་གྱིན་འདུག་དེ་དེ་རང་དང་བ་ཁུ་ལེན་བྱས་པ་ཡིན་བཤད་སྟངས་གཅིག་ནི་ང་རང་ཐེབས་ཉེན་འཕྲོག་བསྡད་པ་དེ་གཞས་གསུམ་དེ་ཡིན་ཡིན་ན་ཡང་དེ་ལ་ཟོག་ཟིག་ཞུས་པ་ཡིན་འོ་དེ་འདྲ་ཞིག་བྱས་དེ་ནི་བརྗོད་བྱ་སྙིང་བསྡུས་ཅིག་ག་འདྲ་ཞིག་ཡོད་ཟེར་ན་གཙོ་བོ་བྱས་ན་ས་ཞིག་དྲུག་འདྲ་པོ་བྱོས་རེ་རེ་བཞིན་ཞུ་བསྡད་པ་ཡིན་ན། དུས་ཚོད་འདང་གི་མེད་པ་ཡིན་དུས་རེ་རེ་བཞིན་ཁྱོད་མ་གོ་བ་ཆེད་རྩོམ་ཤོག་ནང་པར་གསལ་བ་ཞིག་ཡིན། དེ་ནས་གསར་བརྗེའི་དྲུག་པ་འགྲོ་བ་དེ་བརྗོད་བྱ་དངོས་དེ་རེད། ད་བརྗོད་བྱ་དངོས་དེ་དང་ན་ཞུགས་མཁན་ནས་སྡོམ་པ་མ་ཐོབ་པར་ཐོབ་པ་ཞེས་པའི་དག་དགེ་བའི་བཤེས་གཉེན་གཅིག་གིས་གསུངས་ཟིན་པ་རེད། ཨ་ནི་ཐོབ་པ་མི་ཉམས་པར་གསུངས་པའི་དག་དགེ་བའི་བཤེས་གཉེན་ད་ལྟ་བར་དུ་གསུངས་ཟིན་པ་རེད། ད་ཉམས་ན་ཆེར་འགྱུར་བའི་ཐབས་ཟེར་ཡ་དེ་ད་ང་རང་ག་ག་བར་བར་རེད། ད་དེ་འདྲའི་ཡིན་དུས་ད་འོ་ན་ང་རང་ཚོ་གསོ་སྦྱོང་འཚོགས་པའི་སྐབས་ལ་ཡང་ཐོག་མར་ཆེ་ཞུ་བཤགས་སྡོམ་བྱེད་དགོས་འདུག་ད་སྔོན་སངས་རྒྱས་ཞལ་གྱུར་པའི་སྐབས་དེ་དེ་འདྲའི་ཟེར་མ་རེད་དེ་ད་ལྟའི་གནས་སྐབས་སུ་ང་རང་ཚོ་ཡི་འཛོམས་ཀྱིས་ཆེ་ཞུ་བྱེད་དགོས་རེད་བ། ཆེ་ཞུ་བྱེད་ཡོང་དུས་བཤགས་པར་འོང་པ་ནོ་བཤགས་གདམས་པར་འོང་བ་ནོ་གདམས་བྱིན་གྱིས་བརླབ་པར་འོང་བ་ནོ་བྱིན་གྱིས་བརླབས་ཟེར་ལ་ཡོང་དུས་ད་འོ་ན་ཨ་ནི་བཤགས་པར་འོང་བ་ག་རེ་རེད། ཆད་གཅོད་བཟོ་རུང་བ་ག་རེ་རེད་ཟེར་རང་བཞིན་གྱིས་དོགས་པ་ཟེར་ནས་རེ་བྲིས་པ་ཞིག་སླེབས་ཀྱི་ཡོད་རེད་པ། དེ་འདྲའི་ཡིན་དུས་ཆད་གཅོད་བཟོ་རུང་མི་རུང་ཟེར་ཡག་དེ། ཕམ་པ་ཅམ་ཆེད་རང་རྒྱུད་ལ་གོ་བ་ཡིན་ན་ཆད་གཅོད་བཟོ་མི་རུང་བ་དེ་མ་ཐོག་ཏུ་གནས་ནས་ཡོང་དགོས་པ་མདོག་དང་དོན་ཆུང་ཚང་མས་གོ་བ་ཆིག་བརྒྱུད་བྱེད། དེ་ནས་རང་རྒྱུད་ལ་ཕམ་པ་ཆ་མེད་ཀྱི་གོ་བ་ཡིན་ནའང། ཆེ་ཆུང་མིང་རེ་སྦྱོར་བའི་སྒོ་ནས་བཤད་བཅུག་སུ་མེད་ན་ཡང་ད་ང་རང་གིས་དམ་བཅའ་འདྲ་བོ་དེ་ཁས་ལེན་འདྲ་བོ་དེ་བཤད་བཅུག་སུ་རུང་ཟེར་ལབ་གི་ཡོད། བསླབ་པ་སྦྱིན་པའི་སྒོ་ནས་བཤད་བཅུག་སུ་རུང་ན་བཤད་བཅུག་སུ་རུང་གི་ཡོད་རེད། གསོ་སྦྱོང་འགྲོ་ནས་ཡང་ཕམ་པ་ཡིག་སྡེར་གཏོགས་པའི་དངོས་ཡིག་དང། ཟེར་བ་དེ་ཕམ་པའི་མིང་རེ་སྦྱོར་བའི་སྒོ་ནས་དེ་ཆོག་ཅིག་གི་ཡོད་མ་རེད་དེ། ཡིན་ན་ཡང་དེ་དག་པའི་རྐྱེན་དུ་འགྲོ་གི་ཡོད། བཤད་བཅུག་ཏུ་རུང་གི་ཡོད། རྒྱུ་མཚན་ག་རེ་རེད་ཟེར་ན་མདོ་ཡི་ནང་ལ་ཡ། བསླབ་པ་སྦྱིན་པའི་དགེ་སློང་དེས། ནི། དགེ་སློང་རྣམ་དག་གི་གྲས་ལ་བཞག་ནས་བསླབ་པ་སྦྱིན་པའི་དགེ་སློང་དེས་དགེ་སློང་རྣམ་དག་ལ་བྱིན་ལེན་བྱེད་དགོས་པ། ཆོས་དང་ཟང་ཟིང་མཉམ་དུ་ལོངས་སྤྱད་ཆོག་པ་གཅིག་གསུངས་བཞག། དེའང་ནང་བཞིན་གྱི་ཀུན་མཁྱེན་མཚོ་སྣ་བའི་མཚོ་ཁྲི་ཉི་མའི་འོད་ཟེར་ནང་ལ་བཞག། བྱང་ཆུབ་མཐོ་རིས་གླང་སྐྱེས་དང་ཆོས་དང་ཟང་ཟིང་ཆེ་ཆུང་རུང་གསུངས་པ་དེ། ནི། ཤ་མེད་གོ་བའི་དགེ་སློང་དེར་གཟིགས་ཡོད་མ་གཏོགས་གཞན་པར་གཟིགས་ཡོད་མ་རེད་བ། འོ་དེ་འདྲའི་ཆེད་རེད་དེ་ཡིན་དུས་ཆེད་བཅོས་སུ་རུང་གི་ཡོད། ད་དེ་འདྲས་ཡིན་པ་ཡིན་ན་ཨ་ནེ་མི་ཚོགས་ཆོས་དང་དངོས་པོ་ཀུན་མི་ལ་སྲིད་པར་མི་བྱེད་པར་བརྫུན་དུ་མ་དེ་ཆོས་ཀྱི་མདུན་དུ་གསུངས་པ་ཡིན་ཟེར་ཡ་དེ་སྐྱེ་བོ་གང་རུང་གི་ཡིད་ལ་ཞུགས་ཕྱིས་ཨ་ནེ་མ་ཆགས་པ་ཡིན་ན་དགེ་སློང་ལ་ཕམ་པ་ཟེར་གི་འདུག་ཕམ་པ་ཆ་མེད་ཟེར་གི་འདུག་དགེ་ཚུལ་ལ་ཕམ་འདྲ་ཟེར་གི་འདུག་ད་དགེ་ཚུལ་ལ་ཕམ་པ་འདྲ་བོ་ཅིག་མ་གཏོགས་གོ་ཡ་ཡོད་མ་རེད་པས་ཟེར་གི་རང་བཞིན་གྱི་དོགས་པ་ཅིག་སླེབས་སྲིད་གི་རེད་བ་འདྲ་ཟེར་ཡ་དེ་དེ་འདྲའི་དོན་དག་མ་རེད། དཔེར་ན་དགེ་སློང་གཅིག་གིས་མི་ཚངས་སྤྱོད་དང་བསྔོ་བ་བསྐུལ་དེ་བཞི་པོ་གང་རུང་གི་གཞི་ལ་ཞུགས་ཕྱིའི་གཞུང་དངོས་ཞུགས་སུ་ཚངས་ཤིང་ཆད་པ་ཡིན་ན་སངས་པ་ཡིན་ན་གནས་ནས་དབྱུང་དགོས་པ་ནང་བཞིན་དགེ་ཚུལ་གྱི་དེ་བཞི་པོ་གང་རུང་གོ་ཞིང་གཞུང་དངོས་ཞུགས་སུ་ཚངས་པ་ཡིན་ན་གནས་ནས་དབྱུང་དགོས་པ་ཡིན་སོང་ཙང་དེའི་བྱེད་ལས་བྱ་ནི་འདྲ་བ་ཡིན་ཙང་འདྲ་ཟེར་དེ་འདྲ་བྱེད་རེས་དེའང་ནང་བཞིན་གྱི་ཆ་མེད་ལ་ཡང་དགེ་སློང་གིས་ཨ་ནེ་ཐེག་བཞི་པོ་གང་རུང་ལ་ཞུགས་ཅིང་མ་གསང་བ་ཡིན་ན་བསླབ་པ་སྦྱིན་དུ་རུང་བ་དང་ཆད་གཅོད་དུ་རུང་བ་ནང་བཞིན་དགེ་ཚུལ་ཡང་ཐེག་བཞི་པོ་གང་རུང་ལ་ཞུགས་ཕྱིས་ཨ་ནེ་མ་གསང་བ་ཡིན་ན་མ་ཆགས་པ་ཡིན་ན་གསང་སེམས་ལ་ཁྱབ་བསལ་སྟེར་བ་དེ་ཡིན་དུས་མ་གསང་བ་ཡིན་ན་ཨ་ནེ་བསླབ་པ་སྦྱིན་དུ་རུང་བ་དང་ཆད་གཅོད་དུ་རུང་བ་མཚུངས་པ་ཡིན་ཙང་ཞེས་འདྲ་སེ་ཨ་ཏི་བྱེད་ལས་དེ་འདྲས་ཤིག་བཞག་གི་རེད། དེ་ནས་ད་དེ་འདྲས་ཡིན་པ་ཡིན་ན། དགེ་སློང་གི་བསྲུང་བྱ་དེ་ཁྲིམས་ནི་གཡང་ག་རྩ་གསུམ་དུ་བག། དགེ་ཚུལ་ལ། མང་ནས་ལངས་ཏེ་སོ་དྲུག་བྱེད་ཀྱི་འདུག་ཡང་ན་སྔོན་ལངས་སྤྱོད་དང་དེའི་སྟེང་ནས་ཉི་མ་རྣམ་གསུམ་གསུམ་བསྣན་པས་བཅུ་གསུམ་ཟེར་གྱི་འདུག་དེ་འདྲས་མ་གཏོགས་ཡོད་མ་རེད་པས་ལྟུང་བ་ཡོད་མ་རེད་པས་ཟེར་སླ་བ་ཡིན་ན་དགེ་ཚུལ་ལས་སླ་བོ་རེད་འདུག་བ་ཟེར་བ་ཡིན་དེ་འདྲས་མ་རེད། དགེ་སློང་གི་ཁྲིམས་ནི་གཡང་ག་བཅུ་རྩ་གསུམ་ནང་ནས་དགེ་ཚུལ་ལྟུང་བ་མེད་པ་དེ་ཕྱེད་བཅོ་བརྒྱད་མ་གཏོགས་ཆུང་དོན་རྟོགས་བྱེད་རྟོག་མེད་བསྟན་པ་ལ་ཟེར་དེ་མ་བྱས་ཆོས་བདེན་མ་རྟོགས་པས་ཨ་ནི་དགེ་ཚུལ་དུ་ཆ་ཚང་སྟོང་བ་ཡོད་རེད། འོ་དེ་འདྲ་ཅིག་ཞུ་ཡ་བྱས། དེ་ནས་ད་དེ་འདྲ་ཡིན་པ་ཡིན་ན། འོ་ན་ཨང། རྟོག་མ་དེ་རང་རྒྱུད་ལ་གོ་ཅིག་དཔེར་ན་ལྷག་མ་ལྟ་བུ་དགེ་སློང་ལྟ་བུ་ཞིག་ལྷག་མ་ལྟ་བུ་གོ་བ་ཡིན་ན། ཨ་ནི་རང་རྒྱུད་ལ་གོ་ཅིག་སྟོང་བ་བཤགས་པའི་སྐབས་ལ་ཡང། ཨ་ནི། མིང་རིགས་བརྗོད་པའི་སྒོ་ནས་བཤད་ཆོག་ནི་ཚུལ་བཞིན་དུ་དག་ཟེར་ཅིག་བཤད་ཀྱི་འདུག་ཨཱ། འོ་ན་དེ་གའི་མིང་ཟེར་ཡག་དེ་ག་བ་ལ་ཟེར་གྱི་ཡོད་རེད་རིགས་ཟེར་ཡག་དེ་ག་བ་ཟེར་གྱི་ཡོད་རེད་དེ་ཤིན་དགོས་ཡག་དེ་ད་མང་བྱས་ཏེ་མཁྱེན་གྱི་ཡོད་དེ་རེ་ཟུང་རེ་ཟུང་འདོད་པ་དེ་ལ་མ་དེ་དེ་འདྲ་ཡིན་པ་ནི་མ་ཤེས་པ་དེ་འདྲ་ཡོང་གི་རེད་པ། དེ་འདྲ་ཡིན་པ་ཡིན་དུས་མིང་ཟེར་བ་དེ་ལྟུང་བ་སྡེ་ཚན་དེ་ལ་གོ་དགོས་རེད། རིགས་ཟེར་ཡག་དེ་སྡེ་ཚན་དེའི་ནང་གི་ལྟུང་བ་གང་ཡང་རུང་བ་ཅིག་གོ་དགོས་རེད། དཔེར་ན། ལྷག་མའི་གོ་བ་ཡིན་ན་མིང་དེ་ལྷག་མའི་གོ་བ་རེད། དེའི་ནང་གི་འཛིན་པའི་ལྷག་མ་གོ་བ་ཡིན་ན་རིགས་དེ་འཛིན་པའི་ལྷག་མ་རེད། ད་ལྟུང་བ་ཤ་བའི་སྐབས་ལ་ཡང་བྱུང་ན། རང་ཉིད་ལྷག་མ་གང་ལྷག་མ་གོ་བ་ཡིན་ན་ཤ་ཡོད་དེ་ལྷག་མའི་མ་གོ་བ་ཅིག་གོ་རེད། གལ་ཏེ། ལྷག་མའི་གོ་བ་མ་གཏོགས་རགས་མེད་པ་ཡིན་ན་རང་ཉིད་ཁོ་བ་འཛིན་པའི་ལྷག་མའི་གོ་དུ་ཡོད་པ་ཡིན་ན། ཤ་ཡུལ་དེ་ཁོ་པ་ཇི་མི་ལ་མ་མ་གོ་བ་ཅིག་གོ་གོ་རེད་ཟེར་འོ་རྩོམ་ཤོག་ན་བཅད་ཡིག་བསྒྲུབ་ཡོད་ད་དེ་འདྲའི་ཡིན་པ་ཡིན་ན་ཨ་ནས་ད་འདས་འདས་སྐབས་ལ་ལྷག་མ་ལྟ་བུ་ཞིག་གོ་བ་ཡིན་ན་སྤོང་གི་ཡོང་གསུམ་གྱི་ཕྱག་ལེན་དེ་མི་འདུག་གཱས་ད་ཕྱག་ལེན་དེ་ཉམས་པ་ཡིན་ནི་འདྲ་གོ་བ་ཆེན་པོ་མ་མཐོང་པ་ཡིན་ནི་འདྲ་ད་འདས་གནས་སུ་མེད་པ་ཡིན་དུས་འོ་ན་རང་ཉིད་ཀྱི་ལྷག་མ་ཞིག་གོ་ཅི་ཨ་ནས་གཏན་གྱི་དྲུང་དུ་ཚུར་ཡིན་དུ་ཤར་བ་ཡིན་ན་ད་ག་རེ་དང་མ་རེད་ཟེར་ཡག་གི་རང་བཞིན་གྱི་དྲི་བ་ཅིག་སླེབས་གི་རེད། དེ་སླད་ཡོང་དུས་སྤུན་མཆེད་ཚོ་རྣ་བའི་ཚོ་ཁྲི་ཉི་མའི་འོད་ཟེར་ནང་ལ་ཡང་ཨ་ནེ་ཚུལ་བཞིན་དུ་སྡིག་པ་དང་ངན་གྱི་བཤགས་པ་བྱེད་པ་ཡིན་ད་གི་རེད། རྒྱུ་མཚན་དང་བྱིས་པ་དེ་མ་བཀོད་ཡོད་ད་གི་རེད། ད་འོ་ན་དེ་འདྲའི་བྱིས་བདེ་བ་ནི་སྐྱོང་ག་རེ་ཡོད་རེད་ཟེར་ཡག་ད་ད་ང་ཞོག་ཁའི་རྒན་ལ་ཆེ་གེ་སོང་སོང་ཨ་ནེ། དཔེར་ན་སྤོ་མགོ་ཡུང་གསུམ་གྱི་ཞག་ན་ཡོད་པ་ཡིན་ན། རང་ཉིད་ལང་མེད་གོ་སོང་ཟེར་དུས་རྒྱལ་ནག་འཐོར་དགོས་ཀྱི་ཡོད་རེད་ངོ་ཚ་བོ་ཡོང་གི་ཡོད་རེད་གྲལ་མཇུག་མ་སྤོ་དགོས་ཀྱི་ཡོད་རེད་ངོ་ཚ་བོ་ཡོད་རེད་དེའི་དབང་གིས་གསུང་ཡག་ལ་ཐབས་ཀྱིས་གང་འདྲ་བྱེད་ཀྱི་ཡོད་རེད་ད་རང་ཉིད་ཀྱི་སྟན་གྱི་དྲུང་དུ་བཤགས་དེ་ད་གིན་འདུག་བསམ་གྱིས་གཅིག་ལང་ཤོར་གཉིས་ལང་ཤོར་གསུམ་ལང་ཤོར་བ་ཡིན་ན་དེ་ནི་སངས་རྒྱས་ཀྱི་བསྟན་པ་ལ་མི་སྡང་པའི་སྐྱོན་དུ་འགྱུར་རོ་ཟེར་ཡག་དེ་ཀུན་མཁྱེན་མཚོ་སྣ་བའི་གསུང་དོན་ངས་མེད་ཡང་གཅིག་གྲངས་ཀྱིས་དེ་འདྲ་ཞིག་བསྒྲུབས་ཡོད་ཟེར་ཞུ་ཡག་ཡིན་དེ་ནི་སྔ་མ་དེ་ལས་གྲུབ་ཅིག། ཉེ་འཁོར་ལ་མ་ཙོང་ཁ་བ་ཆེན་པོ་ལམ་རིན་ཆེན་མོ་ནང་ལ་ཡང། ལོག་གཡེམ་ཟེར་ཡ་ཏི་མི་གེ་ཆུ་ཕོང་ཁ་ཏུ་ལོག་གཡེམ་ཤི་ཡོད་ར་བ། ལོག་གཡེམ་ཤི་ཡོང་དུས་ཨ་ནེ། སློབ་དཔོན་དབྱིན་སྙིང་རྫོ་ཙཱ་བའི་ནང་ལ་ཡང། སྒྲུབ་མི་སྒྲུབ་པ་འདུལ་བ་ཡི་ལོག་པ་རྣམ་པ་ལོག་པ་གཡེམ་པ་རྣམ་པ་ཤི་ཟེར་ཡ་ནང་གི་ཡང། ཡན་ལག་སྨན་པ་ཟེར་ཡ་ཏི་ཁ་ཐུག་ལ་ཡང་ཨ་ནེ་ག་རེ་གོ་གི་འདུག། ཡན་ལག་མེན་པར་སེ་ཨ་ཏི་ག་ཐུག་ལ་ཨ་ནི་ཞི་བོ་ཅེས་ང་རང་ཚོ་ལྷ་མ་དང་པོ་དང་འབྲེལ་ཆེ་བ་ཞི་བོ་ཅེས་ཡན་ལག་མེན་པར་སེ་ཨ་ཏི་ཡི་ཡན་ལག་དེ་དང་འབྲེལ་བའི་སྒོ་ནས་མུ་གེ་དེ་གོ་བ་ཡིན་ན་ལོག་གཡེམ་དེ་གོ་བ་ཡིན་ན་ཨ་ནི་ལྷག་མེད་གོ་འགྲོ་གི་ཡོད་བ། ལྷག་མེད་གོ་བ་ཡིན་ན་ཨ་ནི་ད་ང་རང་ཚོ་གིས་ཡོངས་སུ་གྲགས་པ་བཤད་དེ་ཡག་གི་ཨ་ནི། མི་དགེ་བཅུ་སྤོང་གི་ཚུལ་ཁྲིམས་དེ་ཁྱིམ་པ་མང་པོ་ཅིག་གིས་བསྲུང་གི་ཡོད་རེད། ཁྱིམ་པ་མང་པོ་ཅིག་གིས་བསྲུང་གི་ཡོད་པ་ཡིན་ན་རབ་བྱུང་དེ་ནི་ཨ་ཅང་བྱང་ཟེར་ཡག་གི་རང་བཞིན་གླེང་གི་ཡོད་པ་ཡིན་དུས་ནི་ཡན་ལག་མིན་པ་ཟེར་བ་དེ་གལ་ཆེན་པོ་ཅིག་བྱེད་ཅེས་རྒྱ་མགོ་བླ་མ་ཙོང་ཁ་པ་ཆེན་པོ་སློབ་དཔོན་རྟ་དབྱངས་ཀྱི་གསུང་དང། དེ་ག་ནང་བཞིན་གྱི་བྱོས་ཀྱི་གསུང་དེ་མ་གྲངས་ཅིག་གཅིག་སྒྲུབ་གནང་གི་འདུག་དེར་ངས་རྩོམ་ཤོག་ནང་གཅིག་བྲིས་ཡོད་ཟེར་གྱི་ཡིན།

ཡིན་ན་ཡང་ད་ལྟའི་གནས་སྐབས་ལ་གདན་ས་གྲྭ་ཚང་མང་པོ་ཅིག་ལ་ཡང་པ་ཎྡི་ལྟོ་རྒྱུད་གྲྭ་ཚང་དང་པ་ཎྡི་སྨད་རྒྱུད་གྲྭ་ཚང་བཞི་བོ་ཅིག་དང་ང་རང་མཐོང་ཚུལ་ནང་ལ་ཡང་གསོ་སྦྱོང་ཟེར་ལག་ཡོང་དུས་བསམ་པ་ལ་ཨ་ལམ་ད་ནད་པ་འཛའ་དྲག་ཅིག་ཡིན་ནི་མ་གཏོགས་འདིས་མ་ཤོར་བ་འགྲོ་བ་ཞིག། གལ་ཏེ་དེ་ཡིན་པ་ཡིན་ན་ཨན་པི་ཀིས་ངེས་པར་དུ་འདུན་པ་འབུལ་བ་ཡང་འདྲ་བོ། དེ་འདྲ་ཞིག་མ་གཏོགས་པའི་གདན་ས་གྲྭ་ཚང་མང་པོ་ཅིག་ནང་ལ་ཡང་དེ་ལ་ཡང་དེའི་ཟེར་དོགས་གསུང་བྱེད་དགོས་ཀྱི་ཡོད་ས་རེད། དེ་ལ་ཡང་སྣང་མེད་ཤོར་བ་ཡིན་ན་ཨ་ནི་སངས་རྒྱས་བསྟན་པ་ལ་རྒྱལ་ཡག་ཟེར་ཡག་དེ་ཐང་གིས་སྡོམ་པ་མ་གཏོགས་པ་ཐོབ་པ་ཞིག་བས་ཐོབ་པ་མི་ཉམས་པའི་གསུངས་པའི་ཐབས་ཟེར་ཡག་དེའི་སྒང་ལ་ཡང་ཆ་ཤས་གཅིག་དེ་ཟ་དགོས་ཀྱི་ཡོད་ས་རེད་རང་ཕར་རྒྱག་རྣམ་པ་ཚོ་རེ་ཟུང་རང་ཆུ་ཟུར་རྒྱབ་ཅིག་དེ་འདྲ་ཞིག་སྒུག་ཡོད་ས་རེད་བསམ་ཡང་ཁྲོ་ཐུང་དེ་འདྲ་ཞིག་གྱོན་འདུག་བྱུང། དེ་ནས་ད་དེ་འདྲས་ཆེར་བཅུག་ནས་ཚུར་གྱེན་དུ་གཤགས་སེ་ལ་ཡོང་དུས་ཕྱིན་ཆད་ལ་ངེས་པར་དུ་སྡོམ་སེམས་དགོས་རེད། ཕྱིན་ཆད་སྡོམ་སེམས་མེད་པ་ཡིན་ན་སྤྱིར་བཏང་ནམ་རྒྱུན་དེ་རེད་བ། ཤ་པ་བྱེད་ཡོང་དུས་བསམ་པ་ལ་སྟོབས་ཤིག། ཚང་བ་ཡིན་ན་ཕུན་སུམ་ཚོགས་པའི་རང་བཞིན། གལ་ཏེ་དེ་ལྟར་མ་ཚང་བ་ཡིན་ན་ཡང་སྔར་གྱི་ལས་ལ་འགྱོད་གསུམ་བྱེད་པ་རྣམ་པ་སུན་འབྱིན་པའི་སྟོབས་དང། ཕྱིན་ཆད་མི་བྱེད་པའི་སྡོམ་གསུམ་ཉེས་པ་སླར་འདོར་བའི་སྟོབས་གཉིས་ངེས་པར་དུ་གོ་རེ་ཟེར་གྱི་ཡོད་རེད་པ། རེད་ཡ་རེད་པ། སྔ་མ་དེ་འགྱོད་གསུམ་ཤུགས་ཆེན་པོ་ཅིག་མེད་པ་ཡིན་ན་ཕྱི་མ་སྡོམ་གསུམ་སྐྱེ་ཡ་ཡོང་གི་མ་རེད་པ། སྔ་མ་དེ་སྡོམ་སེམས་ཤུགས་ག་ཚད་འཇོག་སེམས་ཤུགས་ག་ཚད་ཡོད་པ་ཡིན་ན་ཕྱིན་ཆད་སྡོམ་སེམས་ཡོང་གི་ཡོད་པ་ཡིན་དུས་ད་ནི་ཕྱིན་ཆད་སྡོམ་སེམས་ངེས་པ་དགོས་དགོས་རེད། སྡོམ་སེམས་མེད་པ་ཡིན་ན་དེ་ནི་བརྫུན་དུ་མར་བ་ཐར་བའི་འགྱུར་རེད་ཟེར་ཀུན་མཁྱེན་མཚོ་ནག་བས་ཅིག་གསུངས་ཡོང་གི་འདུག་ལ་སོ་སོ་ཡང་དེའི་ཐོག་ལ་ཡང་ལོང་ཅིག་དྲངས་ཤིག་ཞུས་ཡོད་དེ་ཁ་སང་དང་རྩོམ་ཤོག་ནང་མ་འདྲེས་པའི་ལོང་གཅིག་ལ་ཡང་འདི་བ་རྒྱ་ཆེན་འགྲེལ་གྱི་ནང་ལ་ཡང། དག་པ་དང་མ་དག་པའི་དག་གིས་བསམ་པའི་གཞི་ལས་བྱུང་བ་ཡིན་པས་བསྡམ་པར་བྱེད་པ་མེད་ན། ཤ་བ་ཅན་ཅི་ཡང་མི་འགྱུར་རོ་གསུང་གི་དོ་ཨོ་ད་དེ་དེ་ནི་འདྲ་བོ་ཅིག་གནད་འགག་ཆེན་པོ་དྲུག་ཐོང་ཟོང་ཞིག་ཡ་ཡིན་ད་དེ་དེ་གོང་དུ་བཤད་ཡ་དེ་ག་རེད། མི་འདུལ་ཕྱོགས་དེ་རེད་ད་སྒྲུབ་ཕྱོགས་ལས་ཤེས་པ་ཡིན་ན་ལྟུང་བ་འཐོར་བྱེད་ལྟུང་བ་བཤགས་བྱེད་བྱེད་པ་ཡིན་ན་སྤྱི་བཏང་གི་དོན་གྱི་དེ་རེད་ད་སྒྲུབ་མཁན་འདྲ་བོ་དེ་ཕྱི་ཕྱོགས་ཀྱི་ཞིག་གསར་བྱེད་མང་པོ་ཞིག་ཡོད་དེ་ཤེས་དགོས་ཀྱི་ཡོད་རེད་དེ་ད་འདི་ནས་སྐབས་སུ་ཕྱག་ལེན་མེད་པ་ཡིན་དུས་མང་ཆེ་ཞིག་ད་ང་རང་གིས་ངེས་ཡག་ཙམ་མ་ཐོབ་པས་དྲི་བ་བཏང་བ་ནི་དེ་ལན་བརྒྱ་ཡག་ཙམ་མ་ཐུབ་དེ་གད་སྙིགས་བཙུར་བ་བཟོ་ངེས་ཡིན་ན་ཡང་རྩོམ་ཤོག་ན་བྲིས་ཡོད་ད་ལྟ་གད་སྙིགས་འདྲ་བོ་དེ་ད་ཕྱིན་ཆད་སྡོམ་སེམས་དགོས་མཁོ་རེད་ད་དེའི་ཡན་ཆད་དེ་དགག་ཕྱོགས་འདྲ་བོ་བྱས་ད་སྒྲུབ་ཕྱོགས་ལ་ཡང་ལྟུང་བ་འཐོར་ཞིང་བཤགས་པའི་དགོས་པ་ག་རེ་ཡོད་རེད་བསམ་དུས་ད་ནི་ཚུལ་ཁྲིམས་དག་པའི་ཕན་ཡོང་བྱེད་ཐུབ་གི་རེད་གསུང་གི་ཡོད་རེད་བ་ད་འཐོར་བསམ་དུས་བཤགས་པའི་གཏན་དུ་ཡོང་གི་རེད། བསྙེན་རྫོགས་བྱམས་སྙིང་དོར་བའི་གོ་བ་ནས་བཤགས་པའི་རྟེན་རུང་ལྷག་མེད་སྤོ་བར་བྱ་ཟེར་ལ་གོ་བ་དེ་ཡིན་དུས་བྱམས་སྙིང་དོར་ཡག་གི་གོ་བ་དེ་ནི་བཤགས་པའི་རྟེན་དུ་རུང་བ། ལྷག་མ། ཁྱབ་བདེ་བས་ནི་དེ་ལ་སྤོ་བའི་ཆགས་པའོ་དེ་འདྲས་ཀྱི་ཡོང་གི་རེད། འོ་དེ་འདྲས་ཞིག་བྱས་དེ་དོར་ཞིང་བཤགས་པ་ལ་དེ་ནི་ཚུལ་ཁྲིམས་དག་པའི་ཕན་ཡོང་སྤྱོད་ཐུབ་ཀྱི་རེད། ཚུལ་ཁྲིམས་དག་པའི་ཕན་ཡོང་སྤྱོད་དེ་གཙོ་བོ་དེ་འཕགས་པ་གང་པོ་ཞུས་པའི་མདོ་དང་དེ་ནས་འཕགས་པ་ཐོགས་མེད་ཀྱི་མཛེས་པའི་ཨ་ནེ་ཉན་ས། དེའི་གི་སྙིང་འདུས་འདྲ་བོ་དེ། ཀུན་མཁྱེན་མཚོ་སྣ་བ། མཚོ་ཁྲོམ་ཉི་མའི་འོད་ཟེར་ནང་ནས་ཡང་མཚོའི་གྲངས་ཡང་འདུག་དེ་ཡང་མཚོའི་མདོར་བསྡུས་ཤིག་ཤེས་པ་ཡིན་ན་གོ་བདེ་བོ་དོགས་ན། སོང་བའི་བལ་ཡུང་ཡོན་ཏན་གོ་མ་ཐོབ་ཅིང་འགྱོད་མེད་ཆེ། སྙན་གྲགས་གིས་ཁྱབ་བདེ་བར་གཉིད་ལོག་གཉིད་ཚད་ལྷ་ཡིས་སོང། བག་འཁུམས་འཇིགས་པ་བག་གི་ཉམས་ངག་འཇིགས་པ་མེད་བཞིན་དགྲ་བོ་གླགས་མི་ལྟ། མི་མིན་གླགས་མི་རྩ་བཞིན་ཧོར་སོག་གཉིས་ལམ་དབང་ལམ་སྒྲུབ་ཟེར་ཡ་དེ་ཡིས་ཨ་ནེ་སོང་བས་ཕན་ཡོང་གི་ཡོན་ཏན་སྤྱོད་དེ་མདོར་བསྡུས་ནས་དེ་རེད། ད་དེ་འདྲ་ཡིན་པ་ཡིན་དུས་ད་གཙོ་བོ་གཙོ་བོ་དེ་ལོངས་དེ་རེད། ད་དུང་ཡང་མདོ་ཏིང་ངེ་འཛིན་གྱི་རྒྱལ་པོ་ནང་ལ་ཡང་གོང་དུ་དགེ་བའི་བཤེས་གཉེན་གཅིག་གི་དྲང་སྲོང་ཨ་ནེ། སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པ་དར་ཞིང་རྒྱས་པའི་སྐབས་དང། ཡང་ད་ལྟའི་གནས་སྐབས་ལ་སངས་རྒྱས་བྱེ་བ་ཕྲག་མེད་ལ་ཞོགས་པ་བསྙེན་བཀུར་རྒྱ་ཆེན་པོ་ཡུལ་རིང་པོ་ག་ཚོད་ཕུལ་བ་ལས་ཀྱང། སྙིགས་མ་ལྔ་འདུ་བའི་དུས་འདི་ལྟ་བུའི་སྐབས་ལ་ཡ་བསླབ་པ་སྣ་གཅིག་སོང་བས་ཕན་ཡོན་རྒྱ་ཆེ་བ་རེད། དཀར་བར་བྱེད་པ་གང་གིས་བྱིན་ཉིད་དུ་དྭངས་པའི་སེམས་ཀྱིས་ཟས་དང་སྐོམ་རྣམས་དང། གདུགས་དང་རྒྱལ་མཚན་མར་མེའི་ཕྲེང་བ་ཡི་སངས་རྒྱས་བྱེ་བ་ཁྲག་ཁྲིག་རིམ་གྲོ་བྱེད། གང་གིས་དམ་ཆོས་རབ་ཏུ་འཇིགས་པ་དང་བདེ་གཤེགས་བརྟན་པར་འགག་པར་འགྱུར་པའི་ཚེ་ཉིན་མཚན་བསྟོད་ནས་བསླབ་པ། གཅིག་བཅུ་པ་སོ་ནམ་དེ་ནི་དེ་བས་ཕྱི་དྲག་པ་སེ་ཡ་དེ་དག་སྔོན་ནི་མདོ་ཡི་ཁུངས་དེ་རེད། རྡོ་ཡི་ཁུང་ཙམ་རེ་བས་ཟེར་ནས་དེ་ཙམ་ཚེ་ཚད་མ་རེད་ཅེས་ང་རང་བསམ་ཚུལ་བྱས་ན་རིག་པ་ཡང་ཏན་ཏན་རྒྱབ་བྱུང་འདུག་ག་རེ་བསལ་ན་ད་ལྟའི་གནས་སྐབས་ལ་ང་དང་ང་ལྟ་བུ་ཡིན་ན་ཉོན་མོངས་སྐྱེས་པའི་སྐབས་ལ་ཉོན་མོངས་ཤུགས་ཆེན་པོ། ཤུགས་ཆེན་པོ་ཡིན་བ་ཡིན་ན་ཡང་ཡུན་རིང་པོ་མེད་ན་ཨོ་རྩལ་རེད་དེ་ཡང་ཡུན་རིང་པོ། ད་ཡུན་རིང་པོ་ཡོད་པ་ཡིན་ནས་སྦྱོར་དངོས་བཞེས་སྲོལ་མ་ཚང་ན་ཨོ་ཛེར་དེ་ཡང་སྦྱོར་དངོས་བཅུ་གསུམ་ཚང་ལས་མགྱོགས། གལ་ཏེ་ཉོན་མོངས་དེ་གཉིས་སྦྱོར་དངོས་བཅུ་གསུམ་ཚང་བ་ཡིན་ན་ཡང་རང་རྒྱུད་ལ་གཉེན་པོ་སྟོབས་ལྡན་ཞིག་ཡོད་པ་ཡིན་ན་ཨོ་ཛེར་དེ་ཡང་གཉེན་པོ་སྟོབས་ཆུང་ངུ་ཉམ་ཆུང་ངུ་དེ་འདྲས་ཞིག་ཆགས་བསྡད་པའི་སྐབས་ལ་ཡང་ཨ་ནི་དུས་མཚུངས་འདི་འདྲས་ཀྱི་སྐབས་ལ་ཡང་བསླབ་པ་སྲུང་བ་ཕན་ཡོང་བྱེད་ཀྱི་རེད་ཟེར། ལྷག་པར་དུ་ཡང་དེ་རིང་ཁ་སང་ལ་ཉོན་མོངས་སྐྱེ་ཡག་གི་ཡུལ་ཁྲ་ཁྲ་ཟིང་ཟིང་མང་དྲགས་ནས། ཨ་ནི་ཡིད་གདུང་བའི་ཆ་ལག་མང་དྲགས་ནས་སོ་སོ་འདོགས་པ་ཆད་དྲགས་ནས་འོ་ཉོན་མོངས་སོང་དཀའ་བ་ཡིན་ཙང་ཨ་ནི། སྙིགས་དུས་འདི་ལྟ་བུ་ལ་སླ་བ་སྣ་གཅིག་སོང་ན་ཕན་ཡོན་རྒྱ་ཆེན་པོ་ཐོབ་གི་རེད་གསུངས་པས་དེ་འདྲའི་ཞིག་མེད་འགྲོ་དྲན་སོང། དེ་ནས་ད་ས་ཆའི་རྩ་བའི་ས་ཆའི་འདུན་པ་འདྲ་བོ་ཞིག་སླེབས་ཡོང་གི་འདུག་ཨང། འདུན་པ་དེ་མཇུག་སྡུད་གཏམ་ཟེར་ཡ་དེ་རེད་མཇུག་སྡུད་གཏམ་ཟེར་ཡ་དེ་ནམ་རྒྱུན་རྩོམ་ཤོག་འགྲོ་སྟངས་བྱས་པ་ཡིན་ན། སོ་སོ་རང་གི་རྩོམ་ཤོག་འདི་དང་འབྲེལ་བའི་ཨ་ནི་དཔེ་ཆ་ག་རེ་ག་རེ་བལྟས་ཡོད་མེད་ཟེར་ཡ་འདྲ་བོ་ཞིག་རེད། དེ་ནས་དེའི་རྗེས་ལ་ས་བཅད་དེ་ཤེས་ཀྱི་ཁུངས་རེད། གལ་ཏེ་ཁྱེད་རང་གིས་དཔེ་ཆ་དེ་འདྲ་བལྟས་པ་ཡོད་པ་ཡིན་ན་ཡང་ད་ལྟ་འདི་དང་འབྲེལ་བའི་གི་ཁུངས་ག་རེར་ག་རེ་དྲངས་ཡོད་ཟེར་དུས་ངས་ཚང་མ་འོག་མཆན་ལ་བཀོད་ཡོད་རེད་སྤྱིར་བཏང་རྩོམ་གཞུང་འདི་འདྲའི་བྲིས་པའི་སྐབས་ལ་ཡང་ད་ང་ཚོ་བགྲོ་གླེང་ཐེངས་འགའ་ཞིག་བྱས་པ་རེད་ཨ་ནི་འོག་མཆན་བཀོད་སྟངས་ཅིག་ཞབས་མཆན་བཀོད་སྟངས་ཅིག་བཀོད་སྟངས་མཆན་བཀོད་སྟངས་འདྲ་མི་འདྲ་ཡོང་གི་འདུག་དེ་སོ་སོ་གང་བདེ་བདེ་རེད་ཟེར་གྱི་འདུག་དེ་ཡིན་དུས་ངས་གི་ཚང་མ་ཞབས་མཆན་བཀོད་ཡོད་དེ་ཨ་ནི་ཁུངས་འདྲེན་གྱི་ཡིག་ཆ་ཟེར་ཡ་དེ་རེད། དེ་ནས་རྟ་མཆོག་བསྔོ་བ་ཟེར་ཡག་དེ་ཡིན། རྟ་མཆོག་བསྔོ་བ་ཟེར་ཡག་དེ། ཚིགས་བཅད་ནས་མར་བྱུང་ནས་གྱིས་དེ་ནས་རྣམ་པ་གཙོ་གི་ཡ། དྲི་བ་བཏང་བའི་སྐབས་ལ་ཡང་ཨ་ནི་བསྔོ་ནི་སོ་སོའི་རྩོམ་ཤོག་དང་འབྲེལ་བ་ཡིན་ན་ཤོག་གྲངས་འདིའི་ནང་དུ་མི་འདྲ་ཞིག་བཤད་འདུག་ཟེར་ལབ་པ་ཡིན་ན་ཡང་ངེད་ཀྱིས་ལན་ཕུལ་ཡག་ལ་སིལ་བོ་ཡོན་ཡག་ཁྱད་པར་ཏིག་བྱུང་ས་རེད་དྲན་གྱི་ཡོད། དེ་ནས་བསྔོ་བ་དེ། བདེན་པའི་དགེ་བའི་སྤྲིན་དཀར་ཕུང་པོ། རྣམ་རྟོག་དྲི་མའི་རྨ་གཡོགས་བཞིན། དགེ་རྩའི་ཆར་གྱི་འགྲོ་བ་ཀུན་གྱི་ཤེས་རྒྱུད་ཡང་ཡང་གླེང་པའི་མཐུས། ངེས་འབྱུང་བྱང་གསུམ་ཡང་དག་ལྟ་བའི་མྱུ་གུ་མངོན་བྱང་འབྲས་བཟང་དག། མྱུར་བར་སྨིན་ཏེ་མ་རྒན་འགྲོ་རྣམས་རྫོགས་བྱང་མགུ་བའི་བྱི་བོར་ཤོག། ཚེ་རབས་ཀུན་ཏུ་ཕ་ཕྱོགས་ཕྱག་ན་པད་མོ། རྒྱལ་བ་བསྟན་འཛིན་རྒྱ་མཚོ་ཐུགས་མཉེས་བཞིན་བཞེས་སུ་གསུང་དུ་གསོལ། དེ་ནས་ཅན་རྣམ་པ་ཚོ་དྲི་བ་གང་ཐུབ་ཐུབ་བཏང་རོགས་གཅིག་ང་རང་གང་ཤེས་ཤེས་བྱས་ཕུལ་ཐུབ་ལྟ་གི་ཡིན་ལགས་སོ།
དྲི་བ་ལྟ་མཁན་དང་པོ་དེ། ང་ནི་སྤྲེལ་ལོའི་རྒན་ཆེན་པོ་ཐོག་མའི་དྲི་བ་ཕུལ་རོགས་གྱིས།
ལ་སོ་རྒན་ལགས་ཨེ་ནི་ངས་དྲི་བ་ཞིག་ཞུ་ཆོག་བ། ཨེ་ནི་ངའི་དྲི་བ་དེ། ང་ཚོ་གི་གསོ་སྦྱོང་གི་སྐབས་སུ་ཨེ་ནི་བྱེད་སྤྱོད་གནང་དགོས་རོགས་ལ། དེ་འདྲ་བའི་སུ་བྱིས་ཆོས་གནང་བ་ལ་བརྟེན་ནས་ང་ཚོ་ཡི་རྒྱུ་ལ་གསང་སྔགས་ཀྱི་སྡོམ་པ་དང་དགའ་བའི་ཉེས་པ་དང་བྱང་སེམས་ཀྱི་སྡོམ་པ་དང་དགའ་བའི་ཉེས་པ་དེ་ཚོ་དག་གི་རེད་དག་གི་མ་རེད། དག་གི་ཡོད་ན་དག་ཚུལ་དེ་ག་འདྲས་རེད་མ་དག་ན་མ་དག་པའི་རྒྱུ་མཚན་གྱི་ཟུང་རུ་གནང་ཞེས། ལ་སོགས་ཀྱི་ཐུགས་རྗེ་གནང། ད་ལྟའི་ང་རང་སེམས་ནང་ལ་བསམ་ཚུལ་ཡོད་པ་འདྲ་པོ་ཞིག་བཏང་སོང་དུས་ཆེན་ནང་ཞུ་ཡ་ཡིན། ད་ང་རང་འདི་འདྲའི་ཆེ་རྟགས་ལྡན་པའི་དཀའ་སྡུག་ལ། རྒྱུ་དྲག་མི་ཐུག་ཉིན་དང། ཨ་ནི་ཞོལ་སྡེ་ཆེན་པོ་བཀྲ་ཤིས་ལུང་པ་དེ་རྟག་པར་ཡོད་རེད་ཟེར་དུས་ང་རང་དྲི་བ་བཏང་བ་ཡིན། རྟག་པར་གསོ་སྦྱོང་ཚོགས་ཚིགས་ལ། གསོ་སྦྱང་སྔགས་གསུམ་ཁད་ཀྱིས་བྱེད་ཆོག་ཡོད་རེད་ཟེར་ང་རང་གི་གསོ་སྦྱོང་ཐེངས་གཅིག་གཉིས་ཀྱིས་འགྲོ་ཐུབ་སོང། དེ་ནས་རྒྱུ་དྲག་མི་ཐུག་ཉིན་ནང་ད་རྟག་པར་དེ་ཡོད་མ་རེད་དེས་གསོ་སྦྱོང་ཆེན་མོ་སྐབས་ལ་ཡ་བྱང་སེམས་དང་སྔགས་ཀྱི་བཞེད་ཤུགས་ཡོད་བསྡད་ཀྱི་ཡོད་རེད། དེ་མ་གཏོགས་པའི་ད་བར་བྱས་གདན་ས་གསུམ་ནང་ན་སྤྱིའི་ཆ་ནས་སྔགས་དང་བྱང་གསུམ་བྱེད་ཤུགས་ཡོད་མ་རེད་དེ་མེད་པ་ཡིན་དུས་རྒན་ཁྱེད་རང་གི་དྲི་བ་དེ་ཨ་ནི་བྱང་གསུམ་གྱི་བྱེད་ཤུགས་དང་བྱང་གསུམ་གྱི་བསླབ་བྱ་དང་འགལ་བའི་གི་ཉེས་པ་དང་སྔགས་ཀྱི་བསླབ་བྱ་དང་འགལ་བའི་ཉེས་པ་དག་ཐབས་ཡོད་མ་རེད། ད་ལྟའི་གསོ་སྦྱོང་གདན་ས་ད་ལྟ་ཆུ་སྐྱེས་ཆེན་པོ་བཀྲ་ཤིས་ལྷུན་པོ་འདྲ་བོ་ཅིག་ཡིན་ན། གསོ་སྦྱོང་ག་དུས་ཡིན་ནས་ཡར་ངོ་མ་རུང་ག་དུས་ཡིན་ནས་ཡོད་རེད་གསུངས་སོང་ཡོད་ས་རེད་ཁ་སང་མིག་གསུམ་འཆོར་སྐབས་ལས་ཚོགས་སོང་དེ་ག་རང་འདུག་དེ་ཡོད་པ་ཡིན་དུས་དེ་ལ་ཡ་ཨ་ནེ་ག་རེ་ཟེར་གསོ་སྦྱང་སྔགས་སྲུང་གི་དག་ཐབས་ཡོད་རེད་མ་གཏོགས་པའི་དེ་ལས་གཞན་པའི་གི་བྱང་སེམས་དང་ངན་དག་ཐབས་ཡོད་མ་རེད་ཡིན་ནའང་ང་རང་དོགས་པ་ཅིག་ག་རེ་གི་བྱང་སེམས་དེ་ད་ལྟ་ཞིག་ཡོད་གི་ཡིན་ཁ་སང། དེ་ནས་ཆོས་སྡེ་ཆེན་པོ་བཀྲ་ཤིས་མོ་སོགས་བྱུང་འགྲོ་བའི་སྐབས་ལ་ཡང། དགེ་བཅུའི་སྨྲ་སྦེད་པའི་ངོ་ལ་བྱང་སེམས་ཀྱི་ཤེས་ཕྱོགས་དང་སྔགས་ཀྱི་ཤེས་ཕྱིན་ཡག་གི་འདུག་ད་ལྟའི་དེ་ཟེར་འགྲིག་གི་མི་འདུག་དྲན་སོང་ག་རེ་ཟེར་ན་ཨ་ནས་དགེ་བཅུའི་དབང་ཞུས་ཡོད་རེད་བྱང་སེམས་ཀྱི་སྡོམ་པ་གླན་ཡོད་རེད་རྒྱུ་དྲ་མེ་དུང་འདྲ་བོ་ཅིག་ཡིན་ནའང་དགེ་བཅུ་ཡར་ཕེབས་རྗེས་ཨ་ནས་བྱང་སེམས་ཀྱི་ཤེས་ཕྱོགས་དང་སྔགས་ཤེས་ཕྱིན་མཉམ་འདོགས་བྱེད་གི་རེད་ད་དེ་ག་འདྲས་ཅིག་ཡིན་ན་ཟེར་ང་རང་དེ་དྲན་སོང་མ་གཏོགས་པའི་བཤད་སྟངས་དག་སྟངས་དེ་དེ་འདྲས་ཅིག་རེད་ཞུ་ཡ་ཡིན་ལགས་སོ།
དྲི་བ་གཉིས་པ་འདི། སེར་སྨད་རྒན་བློ་བཟང།
ལགས་སོ། ད་རྒན་ལགས་ལ་ངས་དྲི་བ་ཞུ་ཡག་དེ་འདི་ཡིན། རྒན་གྱིས་ད་ཕྱི་བཅོལ་སྐབས་སུ། ཕན་པ་ཕྱི་བཅོས་བཅས་ཡང་ཡོད་པ་བརྗེད་སོང་བཞག་ཕན་པ་ཕན་པ་ཕྱི་བཅོས་བཅས་ཡང་ཡོད་པ་བརྗེད་སོང་བཞག་ཡིན་ཙང། ཕྱི་བཅོས་བྱས་པའི་གཞིའི་བཏུང་བ་རྣམས་ལ་ཕན་པ་ཡོད་བ་ཡིན་ན། ཡང་ན་ང་ཚོ་དུང་ཐུང་བྱིན་གྱིས་བརླབས་པའི་བཏུང་བ་དེ་ལ་ཡང་ཕན་པ་ཡོད་ཆོག་རེད་ཆོག་མ་རེད། ཁ་ཚིག་དེ་འདྲ་བ་ཕན་པ་དེ་ཡོད་ཆོག་བ་ཡིན་ན་ང་ཚོ་ཚོགས་སྤྲུལ་དང་མ་སྡོམ་འདི་ཚོ་ནང་ལོ་བྱིན་གྱིས་བརླབས་པའི་བཏུང་བ་དེ་ལ་ཕྱི་བཅོས་གཞི་ལྡན་པ་ཅིག་ག་རེ་ན། བྱིན་གྱིས་བརླབས་ནས་རྟག་ཏུ་རུང་བ། རང་རྒྱུད་དང་འབྲེལ་བ། ཤེས་སམ་ཡིད་གཉིས་ཟ་བ། འདི་ག་རེ། གཞི་དེ་ལས་བྱུང་བ་མ་ཡིན་པ་ཅི་ནས་ད་ཕྱི་ཆོས་བཞི་གོ་བ་ཅི་གསུངས་སྣང་ན་ཕྱི་ཆོས་དང་པོ་དེ་ད་གཤིན་རྗེ་ལས་དག་ཏུ་རུང་བ་དེ་ར་འཕེན་པ་བཞི་པོ་རྩ་ལྟུང་བཞི་པོ་དེ་གཤིན་རྗེ་ལས་དག་ཏུ་རུང་བ་མ་ཡིན་པ་འདྲའོ་ཅི་གསུངས་འདུག་དེ་དང་དེ་དང་མི་འགལ་གྱི་དང་དེ་དང་མཉམ་དུ་ད་ལྟ་དགེ་བསྙེན་རྩོམ་ཤོག་དག་རང་དེའི་ཤོག་གྲངས་དགུ་པ་དུ་བ་ཅི་རེ་བཞག་ནས་དེའི་ནང་ལོ་ག་རེ་ན་ད་ང་སོ། ལྷ་བཞིན་དགེ་སློང་དེས་ཕྱི་མོ་འོངས་པ་ཕྱི་མོ་ཐོབ་པ་དེའི་ཚེ་ན་ལྟུང་བ་བརྟགས་འགྲོ་བ་རེད་ན་བདག་མི་ཐོབ་མ་རེད་གསུང་བ་ཅིག་དགོས་བཞག་དེ་དང་མཉམ་དུ་གསུང་པ་ང་སོ་སོ་དྲུང་དག་རང་ཡང་ལྟུང་བ་བརྟགས་རེད་ན་བདག་མི་ཐོབ་མ་རེད་ནི་ཁ་སྐོང་འོས་པ་མ་རེད་དེ་འདྲ་ཅིག་གསུང་བའི་རོ་བ་ད་དེ་འདྲ་བ་ད་དེ་ཁ་སྐོང་མི་འོས་པའི་རྒྱུ་མཚན་ག་རེ་རེད་ད་ཁོ་ཁ་སྐོང་འོས་པ་ལ་ཡང་ཆ་རྐྱེན་ག་རེ་ཚང་དགོས་རེད། དེ་དང་དེ་འདྲ་བ་དགེ་སློང་དེས་དགེ་སློང་ལྷན་བཞིན་ལྷན་བཞིན་དང། ལྷན་བཞིན་དགེ་སློང་དང་དགེ་སློང་རྣམ་དག་གི་གཞི་མཐུན་འདྲ་ཆགས་རེ་ཆགས་མ་རེས་ག་རེ་བྱས་ན། ཁོ་དགེ་སློང་ལྷན་བཞིན་རྒྱུ་མཚན་ག་རེ་ཆེ་ལས་ལ་གནས་གོ་དོ། དེ་བགེགས་ཀྱི་ལྟ་ར་འོང་ལ་གོ་དོ། དེ་འདྲ་བ་གང་ཟག་དེ་དགྲ་བཅོམ་པ་མ་ཐོབ་པ་ཇི་སྲིད་དགྲ་བཅོམ་པ་མ་ཐོབ་བར་དུ། ག་རེ་ཁྱད་པར་གྱི་སྤྱོད་པ་ལྔ་སྤངས་ནས་མོན་པའི་སྤྱོད་པ་ལྔ་དེ་དང་དུ་ལེན་གོ་རེ་གསུངས་བཞག་ད་ལྟའི་ད་དགེ་སློང་རྣམས་ད་ཡིན་པ་ད་ཁོ་རྒྱུ་ར་དགེ། ཀ་རེ། དུང་བ་ཡོག་མ་ར་བ་དུང་བ་དག་ཚ་ར་བ། ཨིན་ཙང་ད་དེ་འདྲ་བ་ཆེ་ལེ་ལ་ནས་བསྒོ་བའི་དགེ་སློང་གྱི་ལ་ལྷན་ཞིང་དགེ་སློང་དང་དུང་བ་དག་པའི་གང་ཟག་གྱི་ལ་དགེ་སློང་རྣམས་ད་མི་བྱ་བ་ཡིན་ན་ནི་དགེ་སློང་རྣམས་ད་ད་དགེ་སློང་ལྷན་ཞིང་ལས་གཅིག་གི་ཚ་མཚམས་འདྲ་བ་དང་གང་འདྲ་གྱི་སྒོ་ནས་བྱ་བ་རེད་ཟེར་དེ་གཅིག་གསུང་རོགས་གྱིས། ལ་སོགས་རྒན་དུ་བྱེད་ན། དེ་ནས་རྒན་གྱིས་དྲིས་པ་དང་པོ་དེ། ཁྱེད་རང་གི་རྩོམ་ཤོག་ནང་ལ་ཡང། ཕམ་པ་དེ་ཆེས་ཕྱོགས་སུ་རང་མགོ་འགྲོ་བ་ཚོ་སོང་ཡག་ཟེར་ཕམ་པ་སོང་ངེས་དེ་ཞུས་ཡོད་མ་རེད་ཕམ་པ་ཆ་མེད་དེ་འདྲ་བོ་ཞིག་ཡོད་རེད་ད་གོ་ལེན་པ་ཡིན་ན་ཕམ་པ་མེད་ཟེར་ལབ་ཡོད་རེད་ཕམ་པ་མེད་པའི་རྒྱུ་མཚན་ག་རེ་ཟེར་ན་ད་ཚོང་ཞོག་ན་བྲིས་ཡོད་མེད་དྲན་མི་འདུག་ཕམ་པ་མེད་པའི་རྒྱུ་མཚན་ག་རེ་ཟེར་ན་ཕམ་པ་ལ་ཁྱབ་བྱེད་དང་ཁྱབ་མེད་གཉིས་ཡོད་རེད་བ་དེ་ཡིན་པ་ནི་ཕམ་པ་ཆེས་ཕྱོགས་སུ་རང་མགོ་མ་རེད་ཟེར་ལབ་ཡིན་ད་ཕམ་པ་ཆ་མེད་ལ་ཡོད་ཟེར་ལབ་ཡིན། ཆེར་ཆུ་ཟེར་ཡག་དེ་ཆེར་ཆུ་ཡག་ག་རེ་རེད་ཟེར་ནས་གླ་པ་སྦྱིན་བྱས་དགེ་སློང་མཉམ་དུ་ཕྱུགས་དང་ཟང་ཟིང་ལོངས་སྤྱོད་བྱས་གཙོ་བོ་དེ་གླ་པ་སྦྱིན་བྱས་ཁྱད་པར་གྱི་སྤྱོད་པ་ལྔ་སྤོང་བཞིན་སྨན་ཆུང་མ་དང་དུ་ལོངས་བླངས་དེ་ནས་དགེ་སློང་གིས་དགེ་སློང་རྣམ་དག་གི་དྲིས་གནས་ལ་བསྡད་ཅིག་གསོ་སྦྱོང་ལ་གསོ་བ་དེ་འདྲས་འགྲོ་དེ་འདྲས་བྱེད་དགོས་ཡོང་དུས་ཨ་ནེ་བྱས་ཆོག་སུ་རུང་ཟེར་ཡག་དེ་རེད། དེ་ནས་དགེ་སློང་དེ་འདི་ཁྱེད་རང་གི་དྲི་བ་གཉིས་པ་དེ་ཨ་ནི། རླབས་ཆེན་དགེ་སློང་དེ། ཕྱིར་མ་འོངས་པར་ཐོབ་པ་དེའི་ཚེ་ལྟུང་བ་དག་ཀྱང་དག་མིན་པ་ཐོབ་ལབ་ཞགས། ད་དེ་དགེ་སློང་རྣམ་དག་རེད་དམ་མ་རེད། ཨ་ནི། ག་དེ་དག་མིན་ཐོབ་ཀྱི་དག་མིན་ཐོབ་ཡོད་མ་རེད་དག་མིན་ཐོབ་པ་ལ་དགེ་སློང།

བསྟན་གྱི་དྲུང་དུ་གཉེན་པོ་སྟོབས་ཤིག་བཞག་པ་ཡིན་ན་ལྟུང་བ་དག་གི་རེད། ལྟུང་བ་དག་པ་ཡིན་ན་ཡང། ཕྱི་རྒྱུད་ལ་མ་ཞུགས་པ་ཕྱི་རྒྱུད་ལ་ཞུགས་མི་དགོས་པར་ལྟུང་བ་དག་པ་འདུག་ཟེར་ནས་ལྟུང་བ་ད་སངས་རྒྱས་སྣང་མེད་དུ་བཏང་བ་ཡིན་ན། སངས་རྒྱས་ཀྱི་བསྟན་པ་ལ་མེད་བཏང་བའི་སྐྱོན་དུ་གྱུར་གྱི་རེད། ཡིན་ན་ཡང་བསྟན་གྱི་དྲུང་དུ་སྟོབས་ཤིག་བཞག་པ་ཡིན་ན་དག་གི་རེད་གསུངས་འདུག་ད་ཕམ་པ་ཕམ་པ་ཆབ་ཆ་ལྟ་བུ་ཅིག་གོ་བའི་གང་ཟག་དགེ་སློང་འདིས་བསྟན་གྱི་དྲུང་དུ་གཉེན་པོ་སྟོབས་ཤིག་བཞག་པ་ཡིན་ན། དག་པའི་མིང་མ་འདོགས་ཀྱང་ཕམ་པ་ཆབ་ཆ་དེ་དག་པ་ཡོད་རེད།

དཔེར་ན་ང་ཚོ་ནི་ག་རེ་སོང་ཨ་ཁ་ཤི་ར་རྒྱ་མཚོ་གི་ཕ་གྱི་ག་རེ་ཐུན་དྲུག་གི་ཟིན་གྱི་ཡིན་ནི་ག་རེ་ཅིག་ག་རེ་སོང་བ་རེད་ཟེར་ན། དཔེར་ན་སྡོམ་པ་གོང་མ་གསང་སྔགས་ཀྱི་སྡོམ་པ་བླ་འང་ནི་གསང་སྔགས་ཀྱི་སྡོམ་པ་སྔར་ཨ་ནི་འགའ་རེ་བྱུང་བ་ནི་ཕྱི་བཅོས་བྱས་སོང་ན་གསང་སྔགས་ཀྱི་ཨ་ནི་སྡོམ་པ་དང་སྡོམ་པ་གོང་མ་དེ་ཨ་ནི་ཉམས་སུ་ཡ་གར་སེ་རེད་ཡ་ཉམས་པ་སོ་ཆོད་པ་ཡིན་ན་དེའི་འོག་མ་ཨ་ནི་བྱང་སེམས་དང་ཨ་ནི་སོ་ཐག་གི་དེ་ཡང་ཨ་ནི་སོ་ཆོད་པ་དེ་གང་ཟག་ཁོ་རང་གིས་ཨ་ནི་མོས་པ་བྱས་ན་འོ་དེས་ནི་སོ་ཆོད་ཆོག་ཐུག་གི་རེད་དེ་གསུངས་འདུག་བ། ཡང་ཟ་ལ་ཨ་ནི་ད་ལྟ་དེ་ཞེ་སྡང་མ་ཁོ་རང་གི་ཁྱུང་ཞེ་ཡ་དེ་མ་གཏོགས་དངོས་པོ་ནེ་ཙོ་ལ་ཕངས་པ་ཁྱད་ཅི་ཡོད་ན་ད་ཡང་ཡོད་ཡོད་མ་རེད། བར་ཆད་དེ་དངོས་པོ་ནེ་ཙོ་དེ་ཡོད་ཟེར་དགོས་ཀྱི་རེད་དྲན་འདུག་ང་རང་ད་ལྟ་དེ་ཞེ་ཡ་དེ་འདུལ་བས་ཀྱི་བགྲོ་གླེང་བྱས་དེ་ཡང་ཡི་གཏམ་ཅི་ཡོད་པ་སྨྲ་བའི་འདུལ་བས་ཀྱི་སྒྲོམ་གཞི་འདི་ན་སྒྲོམ་གཞི་ཞིག་ཀ་ཁང་པ་དེ་མ་སོང་ཀ་བ་ཞིག་བསླངས་ཤིག་དེ་ནང་འགྲོ་དགོས་མ་གཏོགས་དེ་ལས་བརྒལ་ཞིག་འགྲོ་དེ་ནི་ཡང་དེ་ཟིན་འགྲིག་གི་མི་འདུག་དྲན་གྱི་འདུག་དེ་མ་གཏོགས་དེ་གན་རྒྱ་ལ་སོང་པ་ནང་བཞིན་ད་ཡང་ཡོད་རེད་དྲན་གྱི་ཡོད།

ད་དེའི་སྐོར་ལ་ཚིག་གནང་མྱོང་མ་གཏོགས་ནི་ང་རང་ཚོ་གདན་ས་སྲིན་པོ་ཚོམ་བུའི་སྒང་ག་ལ་དེ་གི་ཤང་ལ་དེ་ཡོད་ཡོད་པས་ར། ལ་རེད། ད་དེའི་ལྷག་དགོས་ནི་རྒན་ག་ནི་སོ་ཞེ་ང་ཚོ་གི་སྡོམ་པ་དང་འགལ་བའི་ཤིས་བྱུས་གཏོང་ཡ་ཡོད་མ་རེད་གསང་དེ་ག་རེ་གསང་དགོས། ཨོ་དེ་ཡིན་དེ་ལགས་སོ་ཐུགས་རྗེ་ཆེ་དཔེ་ཡག་པོ་གསུངས་སོང་ད་ང་རང་ཚོ། ཅད་དང། རྒན་ཁྱེད་རང་སོང་དང་བྱས་པ་ཡིན་ནི་པར་ཆས། ཕྱོགས་བཅུ་ན་ཡོད་པའི་སངས་རྒྱས་དང་ལྟུང་བ་ཕམ་པའི་སྡིག་ཅན་དེ་ཐེར་སོང་དགོས་ཡ་ཡོད་མ་རེད། ད་འགའི་འོས་ལག་ཟེར་སོང་ངོ་དེ་ཡང་ལམ་དེ་ན་འདུས་དེ་ཡོད་རེད། ད་དེར་བ་ད་ཁྱམས་འབྲིང་རེ་བཏང་བ་ཡིན་ན། དེ་མ་རེད། དེ་མ་རེད། ད་ང་རང་ཚོ་སོ་ཐར་དང་མགར་བའི་གི་ཉེས་པ་དེ་ཁོ་རང་གི་ཆེད་ཆོས་བྱེད་སྟངས་ཅིག་སྒྲོམ་གཞི་བྱས་ཡོད་རེད། དེ་ལ་བྱས་ཞེས་དེའི་སྒོ་ནས་བཤགས་དགོས་ཡོད་རེད། དེ་ག་ནང་བཞིན་གྱི་གདན་ས་བཀྲ་ཤིས་ལྷུན་པོ་ཡིན་ནི་ག་དུས་ཡིན་ནི་བྱས། རྒྱུ་སྒྲ་མེ་ཏོག་གཉིས་གསོག་འཇོག་ཆེན་མོ་འགའ་བཞག་སྟེ་ཁོ་རང་གི་ངག་གི་ཆེ་ཆུང། བྱང་སེམས་ཀྱི་ཆེ་ཆུང་ཟེར། ཆོ་ག་དང་འབྲེལ་བའི་སྐོར་དོན་སྣང་བཞིན་བྱེད་པ་ཡིན་ན་ད་ཚོད་རེ་ཞིག་འདོད་ཡང་འདི་ཕྲན་བུ་ཕྲན་བུ་དག་མ་རེད་ཟེར་ཏེ་ངས་ཤེས་ཐུབ་པ་མ་རེད་དེ་དངོས་གནས་དག་པ་ཞིག་གོ་ནི་དེ་ནང་བཞིན་གོ་གི་རེད། སྡིག་པ་རྣམས་ནི་སོ་སོ་བཤགས་ཟེར་དེ་ཡང་ནམ་རྒྱུན་འདྲེར་ཡོང་དུས་བསམ་པ་ལ་ཨ་ནི། སྡིག་པ་རྣམས་ནི་སོ་སོར་བཤགས་ཟེར་ཡ་དེ་ག་རེ་འབྲེལ་གྱི་ཡོད་རེད། སོ་ཐར་གྱི་སྡོམ་པ་དང་འགལ་བའི་ཉེས་པ་བྱས་ནས་ནི་གསོ་སྦྱོང་འགྲོ་བཤགས་དགོས་པ་རེད་མ་གཏོགས་པའི་ད་གི་མ་རེད། བྱང་ཆུབ་སེམས་དཔའི་སྡོམ་པ་དང་འགལ་བ་བྱས་ནས་ནི་བྱང་སེམས་ཆེ་ཕྱོགས་དང་བྱེད་པ་སྔགས་ཀྱི་ཡིན་ན་ཡང་ན་དབང་ཞུ་བའམ། ཡང་ན་བདག་འཇུག་ལེན་པའམ་ཡང་ན་དེ་འདྲ་ཆེ་ཕྱོགས་དེ་འདྲས་བྱེད་ནི་མ་གཏོགས་ནི་ད་ལྟ་བདེན་དངོས་གནས་ད་གོ་གི་ཡོད་ན་བར་ཆད་མེད་པའི་འདྲ།